ཨོ་དེ་ནི་ཆ་ཚང་བཀྲ་ཤིས་བདེ་ལགས་ད་ཁ་སང་སྔོན་མ་ན་འདི་རེད་དེ་ཐང་རྒྱལ་བསྟོད་སྨད་གཉིས་ལ་ཡོད་པའི་སྨད་དམག་སྐོར་དེ་རེད་ད་དེ་རང་ནི་མུ་མཐུད་དུ་སྨད་དམག་སྐོར་དེ་རེད་འདུག་ད་དེ་རང་ད་སྤྱིར་བཏང་གི་སྐར་མ་སུམ་ཆའི་གི་ཅིག་འགྲིག་མི་འགྲིག་ཧ་གོ་མི་འདུག་ད་འགྲིག་སོང་ང་འགྲིག་སོང་ང་མ་འགྲིག་ན་ངས་དེ་སུ་ཁ་དེ་སུ་ནུ་མགོ་ན་ཡང་འདིའི་ཐང་གི་རྒྱལ་བསྟོད་འདི། ཐང་ཁུར་གྱི་རྒྱལ་པོ་འདི་རྫོགས་པ་ཅིག་བྱ་ན་བསམ་གྱི་འདུག་དེ་གའི་སྐར་མ་སུམ་ཆའི་སྟེང་སུ་མ་འགྲིག་བ་ནི་དགོངས་དག་ཞིག་ཡིན་ད་དེ་ག་དེ་རེད་ད་དེ་ན་ག་ཚོད་སྔོན་མ་ཐང་སྨད་མ་རྒྱལ་གྱི་ཐང་ཞོན་རྫོང་ཐང་ཞོན་རྫོང་དེ་ལ་ཁོ་ཁྲི་ལོ་དེ་ལ་མིང་གཉིས་བཏགས་ཡོད་པ་དེ་རེད་ཁྲི་ལུགས་དེ་ལ་མིང་གཉིས་ཐོགས་པ་གི་ད་དེ་གི་ད་ཁྲི་ལུགས་རྗེས་མ། ཐེམ་པོ་ཟེར་གོང་ནི་ད་ཐེམ་པོ། ཐེམ་པོ་ནི་ད་ཁུ་ཁྲི་ལུགས། གྷལ་ཡོན་དེ་དང་པོ་དེ་གྷལ་ཡོན་དག་དེ་ནི་བདུན་བརྒྱ་དང་བཞི་བཅུ་ཞག་གཅིག་གི་ལོ་ནས་བཟུང་སྟེ་ད་ཐེམ་པོ་གི་ཟེར་ནོ་དེ་དག་དེ་གི་ད་ཐེམ་པོ་མཐའ་སྲུང་སྤྱི་ཁྱབ་ཅི་ཟེར་ནོ་དེ་བཙུགས་ནོ་གི་དེའི་སྐོར་དུ་བྱས་རེད། དེ་ནི་ཐེམ་པོ་ཟེར་གོང་ནི་ད་ཁུ་འདི་ཁྲི་ལུགས། སྤྱིར་བཏང་དང་ཁྲི་ལུགས་དང་ཁྲི་གཞུག་པ་གི་ལུགས་དེ་ལ་མིང་གཅིག་ཐོགས་པ་དེ་སྤྱིར་བཏང་ང་ཚོ་བོད་ཀྱི་བཙན་པོ་གི་རྒྱལ་རབས་མི་འདུག་ཡིན་ན་ཡང་ད་ངའི་འདི་ནས་ཅིག་མི་འདུག་ཟེར་ན་ར་ཁོ་གཅིག་རང་གཅིག་འདུག་ད་ད་གི་ད་ད་ངའི་འདི་ནས་དམིགས་བསལ་གྱི་ཅིག་མཚམས་འཇོག་ཅིག་བྱེད་དང་ན་བསམ་གྱི་འདུག་ད་གི་ཁྲི་ལུགས་དེ། ང་ཚོ་བོད་ཀྱི་རྒྱལ་རབས་གཅིག་ལ་རྒྱལ་པོ་གཅིག་ལ། ཁྲི་ལུགས་དེའི་ཨོ་པ་མ་སི་ཏི་ཁྲི་ལུགས་དེ་ཁྲི་ལུགས་ཀྱི་མིང་དེ་ཧ་ལས་པའི་བཀའ་ཆེན་པོ་ཟིག་གི་ལོག་ད་གི་དེ་གི་ད་ངས་འདི་ནས་མཚམས་སྦྱོར་འགྲོ་གི་དེ་སུ་ཞིག་བྱས་ན་བསམ་སོང་ད་ང་ཚོ་བོད་ཀྱི་བཙན་པོའི་རྒྱལ་པོ་གི་ནང་ནས་བཙན་པོའི་རྒྱལ་རབས་ཀྱི་ནང་ནས་རྒྱལ་པོ་གང་ལ་ད་ང་ཚོ་ཙི་ནའི་རྒྱལ་རབས་ནང་བཞིན་ཁྲི་འཁོར་པའི་ལུགས་དེ་ཁྲི་ལ་བཞུགས་པའི་ལུགས་དེ་ཆ་ཚང་ལ་དམིགས་སུས་གི་མིང་གཅིག་དག་བྱ་བ་བ་དེ་ཁྲི་ར་བ་ཅན་རེད། ཁྲི་རལ་བ་ཅན་གྱི་དེའི་ཁྲི་ལུགས་དུ་ཁྲི་གི་ལུགས་དུ་ག་བ་འདུག་ཟེར་ན། དབོན་ཞང་རྡོ་རིང་ཟེར་ནས་འགྲིག་གི་ད་ང་ཟུག་དེའི་རྡོ་རིང་གི་ངོས་ན་དབོན་ཞང་རྡོ་རིང་འོ་ཐང་རྡོ་རིང་གླ་ཁུ་དང་འདྲ་མི་འདྲ་ལ་གོ་འདོག་གང་ཐུབ་ཀྱང་དེའི་ངོས་དུ་བ་ན་ད་བོད་ཆེན་པོའི་ལི་མྱང་ཟེར། མ་ཡར་སྟབས་ཉག་གི་མྱང་ང་ཟུག་མྱང་ཟེར་ད་ང་ཟུག་ཨ་མདོ་ས་ཆ་ནས་མྱང་ལབ་གི་རེད་མི་གི་མང་ལབ་དེ་མྱང། བོད་ཆེན་པོའི་ལི་མང་སྐྱི་སྟག་ལོ་བདུན་པ་ཟེར། དེ་ནས་རྒྱ་ཆེན་པོའི་ལོ། ལྗང་གང་འདྲ་བོ་ཞིག་ལབ་འདུག་ལྗང་གང་ཟེར་ན་ད་རྒྱ་ཆེན་པོའི་ལོ། ལྗང་གང། བྱ་རིགས་བྱ་རྔ་བཞག་ལྗང། གད་ཀྱི་ཀ་འགྲེང་ཡིག་གི་རྔ་བཞག་གང་རེད་ད། འོད་མཚམས་ཁ་ཁུ་ག་འདྲ་ཟིག་འདུག་མགོ་བོ་ན་ད། ལྗང་གིང་འདྲ་བོ་ཞིག་རེད་པ་ད་ལྗང་གིང་ཟེར་གོང་ད། ལྗང་གིང་ལོ། དང་པོ་ཟེར།

སྐྱེ་རྟགས་གྲོང་ཟེར། བརྒྱ་བརྒྱ་དང་སུམ་ཅུ་སོ་བརྒྱད་དེ་འདྲ་ཞིག་ཞིག་འདུག་ད་ལྟ་གཅིག་གསུངས་ན་གླིང་དར་མ་བརྒྱ་བརྒྱ་དང་བཞི་བཅུ་ཞེ་དྲུག་ད་བར་ལོག་ལྟོ་བ་ལ་གྲོང་བ་དེ་གཅིག་ཏག་ཏག་འདྲ་བོ་ཅིག་འགྲོ་གི་འདུག་ད་དེར་དུ་མར་ཤུ་ནི་ཡོང་གི་ཡོད་ན་འདྲ་བ་ཅིག་ན་གནང་གི་འདྲ་བོ་དེ་སུ་ཅིག་འདུག་དག་ངེས་འདི་གང་ལྟར་ཀྱང། བོད་ཀྱི་རྒྱལ་རབས་ཀྱི་ནང་ནས་ཁྲི་ལོ་ལ་དམིགས་བསལ་གྱི་མཚན་གསོལ་བྱ་བ་དེ། ཐོག་མ་གང་ཞིག་ན་རྒྱལ་པོ་ཁྲི་རལ་བ་ཅན་དྲི་ཐ་མ་ཡང་རྒྱལ་པོ་ཁྲི་རལ་བ་ཅན་དྲི་ད་དེ་དེའི་རྗེས་ལ་དེ་གང་ལ་མི་འདུག་དེའི་རྗེས་ལ་མི་འདུག་ད་ངའི་མཐོང་སྣང་ན་ཕལ་ཆེར་མི་འདུག་ད་གང་ལྟར་ཀྱང་དེ་རེད་ད་ཁྲི་ལོ་ཐེམ་པོ་ཐེམ་པོ་གི་ཁྲི་ལོ་ད་གོང་མ་ཞོན་རྫོང་གི་ཁྲི་ལོ་གི་སྐབས་དེ་ད་མཐའ་སྲུང་བྱེད་སྐྱོབ་ཅི་ཟེར་ད་ཁ་སང་བ་མ་ངས་ངོ་སྤྲོད་བྱས་ནོ་ཇོ་བོ་གི་ནང་ནས་དམིགས་བསལ་གྱི་ད་ཤུགས་ཆེན་པོ་དེ་པོད་འགོག་ས་ས་དག་ཧི་ཧི་ཤི་དང། དེ་ནས་དག་གི་ལུང་ཡིག་ཟེར་ཀུ་ནོ་དག་དང་སང་གི་ལོ་དུ་གི་ས་ཆ་དེ་ངེས་འཛིན་དགོས། དག་གི་ཧི་ཤི་ཟེར་ཀུ་ནོ་དག་ཝུ་ཝེ་གི་ས་ཆ། འག་ཚང་ཟེར་ཀུ་ནོ་ས་ཆ་དེ་དུ་བ་ལ་བཞག་གི་གྱོ་གི་དག། ད་སང་གི་བྱི་ཆུབ་ཆེན་པོ། བྱི། དུ་ཤི་ཆེན་པོ་རི་དེ་ལ་ཁྲག་མག་བཅོ་ལྔ་འདུག་དག་གི་དག། གཞན་དག་གི་ཕི་ལུ་དང་དག་གི་ཧྥན་ཡང་ཟེར་ཀུ་ནོ་དག་ཧྥན་ཡང་ཟེར་ཀུ་ནོ་དག་དེ་གི་སྐབས་དེ། དེ་དག་གི་ནི་དག་པེ་ཅིང་གི་ས་ཕྱོགས་ས་དེར་དག། ཧི་གདུང་ཟེར་གོང་དམའ་ཤིར་དང། དག་གི་མཐའ་སྲུང་སྤྱི་ཁྱབ་གསུམ་ལ་ཁྱོད་འདོམས་ན་ད། ཁྲག་མི་གི་བཅོ་ལྔ་འདྲ་བོ་ཅིག་ད་དེ་འདྲ་ཅིག་འདུག་ད་བོད་གག་ཡ་དེ་ལ་བོད་བཙན་པོ་གག་ལ་དེ་དེ་ལ་སྤྱི་ཁྱབ་གཉིས་ལ་ཁྲག་མི་བཅོ་ལྔ་དེ་འདྲ་ཅིག་འདུག་ད་དེ་གི་དང་ད་དེ་རེད། བཅད་བཙུག་གོ་ལ་དེའི་ནང་དུ་ནས་ད་མཐའ་སྲུང་སྤྱི་ཁྱབ་གི་ད་ད་དེ་རང་ལ་ཞུ་ཡ་ད་ག་རེ་ཟེར་ན་མཐའ་སྲུང་སྤྱི་ཁྱབ་གི་ཤུགས་ད་ད་ཆེ་རུ་ཆེ་རུ་ཆེ་རུ་འགྲོ་དབུས་ལ་དམག་གི་གཏོ་ཤུགས་མེད་པ་བཅས་དེ་ག་ད་ད་གནད་དོན་འདྲ་བོ་གཅིག་ཆགས་སོང་བ་རེད་ད། ད་སྟོབས་ཤུགས་ཆེ་ཤོས་དེ་བོད་ཁག་ཡག་གི་ད་གི་མཐའ་སྲུང་སྤྱི་ཁྱབ་དང། ཕར་ཕྱོགས་ཀྱི་ཞིང་ཤར་གྱི་ཕྱོགས་ནས་ད་ཆོས་དད་ཟེར་གོ་ནོ་ད་ཆོས་དད་དང་དེ་ནས་ཞི་ཚུལ་ཟེར་གོ་ནོ་ཞི་དད་ཞི་ཚུལ་དང་ཆོས་དད་གཉིས་ཆ་ད་ག་རེད་རྗེས་རྗེས་མ་འདི་ལེའོ་ཆེན་པོ་ཟེར་གོ་ནོ་དེ་ཚིག་གཉིས་གི་དེ་རེད་དེ་ཧ་ལས་པའི་ཤུགས་ཆེན་པོ་རེད་ཁོ་ཚོ་དེ་རྗེས་ནས་ད་ག་ལས་ག་ལས་ད་ཁོ་ཚོས་མ་ཁོག་བ་རེད་ད་གང་ཐང་ཅི་དེ་དང་བོད་གཉིས་ཆ་དགག་ཡ་དུ་ཤུགས་ཆེན་པོ་འདྲ་བོ་བྱས་དུ་གི་ཤུགས་ཆེན་པོ་གི་ནང་གི་བྱང་ཕྱོགས་གི་དུ་གི་ད་ངོ་ལོག་བྱས་སྟངས་རེད་ད། ཁོ་ཨན་ལུའུ་ཧྲན་ཟེར་བ་དེ་རེད་ད། ཨན་ལུའུ་ཧྲན་ཟེར་བ་དེ་རེད་ཨན་ལུའུ་ཧྲན་ཟེར་དགོས་གི་འདུག་ད། ཨན་ཧྲི་ཀྲི་ལུའན་ཟེར་གི་ནོ་ད། ཨན་ཧྲི་བདེག་ཟེར་ཟེར་གི་ནོ་ད་དེ་རེད་ཨན་ལུའུ་ཧྲན་ཟེར་བ་དེ། དེ་བོད་སྐད་འདིའི་ནང་ན་ཡོང་གི་འདུག་དེ་སྤྱིར་བཏང་བོད་སྐད་ང་ཚོ་དཔྱད་རྩོམ་ཁ་ཤས་ཀྱི་ནང་ན་ར་ཨན་ལུའུ་ཧྲན་གྱི་བརྡེག་ཟེར་བརྡེག་ཟེར་ཟིག་དཔྱད་རྩོམ་ངའི་ཁ་ཤས་ཅིག་རེད་ར་ཁོ་ཚོ་ག་རེ་ཤོད་ཀྱི་འདུག་ཟེར་ན་ཨན་ལུའུ་ཧྲན་ཟེར་ཡ་དེ་ཅིག་རྒྱ་གི་བླུན་པོ་ཅིག་དེ་འདྲ་ཅིག་འདྲ་བོ་ཅིག་ད་དཔྱད་རྩོམ་བྲིས་དུས་གང་དེ་དེ་འདྲས་བྲིས་ཀྱི་འདུག་སྤྱིར་བཏང་དེ་ནོར་འཁྲུལ་ཆེ་པོ་ཞིག་རེད། དེ་གཉིས་ཨ་ལུག་ཧྲན་ལ་རེད་དེ། ཧན་མིན་པ་ད་རྒྱ་ལབ་ན་མི་ཞིག་རེད་དེ། སྤྱིར་བཏང་ལོ་རྒྱུས་ཀྱི་མཐར་སྙིགས་ཀྱི་ལོ་རྒྱུས་ངོ་སྤྲོད་བྱེད་དུས་གང་དེ་རྒྱ་མི་དང་རྒྱ་ལབ་དུས་གང་དེ་ཁོ་ཚོ་དེ་དགྲ་ཆིལ་ཏག་ཏག་ཏག་ཏག་ཚིག་བསྡད་ཡོད་མ་རེད་ད། ད་དགྲ་ཡང་འཇིག་གི་ལ་ཁ་ནི་ཛི་ན་ཟེར་ན་དོག་འཇིག་གི་ལ་ཁའི་ཧན་འདྲ་བོ་ཅིག་རེད་ད་ཧན་གྱི་རིགས་ཅིག་མ་རེད་ཁོ། ཁོ་དེ་མིན་ནོ་དེ་ག་རེད་ཟེར་ན་ཁོ་ཡིན་པ་གོ་ག་རེད་དེ་ཏིར་ཆི་བ་རེད་རིགས་ཏིར་ཆི་གི་རིགས་ཁོངས་ད་ཁང་ཅན་ཟེར་ཁང་དེ་འདྲ་ཅིག་གི་བུ་ལ་སྐྱེས་དེ་ནས་བ་ལ་དེ་སྡེ་གྲོངས་སོང་གྲོངས་སོང་ཨ་མ་ཡང་བསྐྱར་ད་ཏིར་ཆི་གི་ངས་ཏིར་ཆི་འདི་ནས་ཏིར་ཆི་ལ་བས་དེ་ཐུགས་ཆུ་ཡེ་སི་ཀུ་ནོ་དེ་ཁོང་ཆོས་གི་དོ་བ་ཏིར་ཆི་ལབ་དུས་གང་དེ་ད་ཤུ་ནས་ན་ངས་ཏིར་ཆི་ལབ་གོ་སྐབས་དེ་ཐུགས་ཆུ་ཡེ་རི་དེ་ནས་ཧུའེ་ཧི་ལ་དུས་གང་དེ་སྔའི་ཁྲི་ཁ་ཟིག་དེ་ག་གྱུར་གི་འདུག་དེ་གང་ཟེར་ན་ཏུན་ཧོང་ཡིག་རྙིང་ནང་ནས་རྒྱ་ཡིག་དང་པོ་ཡིག་གཉིས་ཆ་དེ་རྒྱུ་བྱང་ནོ་ད་དེ་ངས་ཁོང་དང་འདྲ་བོ་ཅིག་ཨ་ཏི་གི་ཡོད་ད་དེ་མ་ཤེས་དེ་ཉོག་དྲ་འདུག་ད་ད་གང་ལྟར་ཀྱང་བསྡུར་བྱེད་གི་རིགས་རེད་ད་གི་ད། བ་ལ་དྲོངས་ཚར་ནས་རྗེས་ལ་ཡང་བསྐྱར་ཁོ་གི་ད་ཤིན་ཀང་གི་ཨ་རིའི་ཨན་ཅན་ཟིག་གི་ཁོ་གི་ཨ་མ་གི་ཏེ་བཟའ་སྒྲིག་བྱས་ད་དེ་གི་ད་ཁོ་ཨན་ཟིག་ཡང་བསྐྱར་ཁོ་རིའི་མང་དུ་ཕ་རྒྱུ་རེད་དེ་ད་ཨན་ལུའུ་ཧྲན་ཟིག་ནོ་ད། ཡིན་པ་ཁོ་གཞི་བདག་གཅིག་གི་མིང་རེད་རི་གཅིག་གི་མིང་དག་འདོད་ད་གཞི་དུ་དེ་འདྲ་འགྲོ་འགྱུར་དེ་ནི་ད་གཞི་མིང་ཧ་ར་ཨ་ནི་གྱིར་དང་ད་ཉིས་ཆ་ད་ག་རེ་རེད་ད་ཧན་གི་རིགས་མ་མ་ཡིན་པ་དེ་ག་རེ་རེད་ན་ཀྲོ་བོའི་རིགས་གི་ལ་ཡ་གཅིག་པ་རེད་ད་ཀྲོ་བོའི་གཅིག་ཤིང་ཟེར་གཅིག་པ་འདུག་ད་དེ་ཚད་ན་ཧ་གོ་རེད་ཀྲོ་བོའི་གཅིག་ཤིང་ཟེར་གོ་ནོ་ད་ཧན་མ་ཡིན་པ་དེ་ཚི་ནག་གི་ལོ་རྒྱུས་བ་ཁོ་ཚོ་གི་ཁས་ལེན་གི་རེད་ད་འོ་དེའི་རིགས་གི་ནང་གི་རེད་ད་ཁོ་གི་བ་ལ་དང་པོ་དང་དུ་ནི་ཕ་ཡེར་དང་དུ་ཆ་ཚང་ཁོ་གང་གི་ཧན་མ་རེད། རྗེས་ནས་ད་ཨ་ལུ་ཧྲན་ཐང་གི་དམག་གི་ནང་ཕ་ཞིག་དང་ནི་དེ་འདྲ་ཅིག་རེད་ད། ཐང་གོང་མ་ཞུན་རྫོང་ཁོ་རང་ཡིན་ན་ད་ནམ་རྒྱུན་ཁོ་ཧན་གི་མི་རིགས་མ་ཡིན་པ་དུ་གི་ནམ་རྒྱུན་ཡིན་ན་ཁོ་ཧུའུ་གི་ད་གྱོན་ཆས་གོན་པ་དང་དུ་གི་ཧུའུ་གི་སྐད་ཆ་བཤད་པ་ཧུའུ་གི་ཡི་གེ་འབྲི་བ་བཙུན་མོ་ཡན་ཀོའེ་ཧྥེའི་ལག་ཡ་ཅིག་རེད་དེར་དུ་གི་རང་རྒྱ་བོ་དགའ་རྒྱོ་གི་ཆེད་དུ་སྤྱིར་བཏང་དུ་བཙུན་མོ་ད་ཧཱུྃ་གི་རིགས་མ་རེད། ཡིན་ནའང་ཧཱུྃ་གི་སྐུ་འགྲོ་དག། ཧཱུྃ་ཞུ་ཡང་འུ་ཟི་ཅིག་བོ་ར་ད་ལྟ་ཧཱུྃ་གི་སྐུ་སྤྲོ་དེ་འཕྲལ་བ་ལ་ཤིན་ཏུ་མཁས་པ་དེ་འདྲ་ཅིག་དང། རྒྱལ་བོ་དེ་སྐལ་བ་དག་འདུན་མ་གཟུགས་ཚོགས་འདི་ཚོགས་དེའི་སྐབས་དེ་ལོ་ཙཱ་གི་ནོ་དང་ལོ་ཙཱ་གཅིག་གི་འུ་འདུག་གོ། སྤྱི་བཏང་དག་རྒྱ་ཡིག་ཟིན་ན་འདྲ་གི་དུ་པེ་ཆུ་གཅིག་གི་ཡོ་རེད་དེ། ཡིན་ན་ཡང་གཙོ་བོ་དུ་ཁོ། ཁུ་གི་དཀར་ཆག་དང་ཡི་གེ་དག་བེད་སྤྱོད་བྱེད་གི་འདུག་ད་གི་ཁུ་ད་གི་ཧན་གི་མི་རིགས་མིན་ནུ་ར་ད་སྤྱིར་བཏང་གི་ད་གང་ནས་རེད་ཞུ་ད་ཁུ་ས་ཧུ་ས་ཀྱང་རེད་ད་ཁ་ཤས་ཅིག་གི་འདི་ད་ཛི་ན་བ་གི་ལོ་རྒྱུས་སྨྲ་བ་ཁ་ཤས་ཅིག་མང་པོ་ཅིག་གི་ཀ་རེ་ལབ་གོ་རེ་ཟེར་ན་ད་མང་པོ་ཟེར་ན་ཆ་ཚང་གི་ཁུ་ཚུར་དེ། བྱོན་བཙོང་གོང་མ་བྱོན་བཙོང་ལ་ཅིག་ལོ་ཙཱ་དགོས་བ་དེ།

ཚོགས་འདི་ཚོགས་དེའི་སྐབས་དེ་ར་ད་ཁུ་ཧུ་ཀ་ཤ་ཤལ་ད་ཏི་བྱེད་གི་འདུག་ད། ཨོ་དེ་རི་ད། དེ་མི་ཚེ་གི་ད། ད་གི་ཐང་ཡིག་གི་ཉུང་བ་གི། རྒྱལ་བའི་བྱུང་རབས་ཟེར་གི་འདུག་ད། བན་ཆུས་ཟེར་གི་འདུག་དེའི་ནང་ཐང་ཐའི་ཙུང་གི་ལོ་རིས། ལིའི་སྟོད་མ་དང་སྨད་མ་ཟེར་གི་འདུག་ད། དེའི་སྟོད་མ་གི་ནང་ན། ཐེམ་འཛིན་གི་བློན་པོ་ཟེར་ད་གི་གཟུགས་ན། ཧུའུ་པུའུ་ཟེར་གི་འདུག་ད་ཐེམ་འཛིན་གི་བློན་པོ་ངས་དེ་འདྲ་འདྲ་བོ་ཅིག་བསྒྱུར་གི་འདུག་ད་ཐེམ་འཛིན་གི། ཁྱིམ་སྟེགས་གི་ཐེམ་ཁ་གི། དེ་གི་བློན་པོ་དེ་གི་ཡ་ར་རྒྱལ་བོ་ཞི་བདེའི་སྐབས་དེ། ཕྱི་རྒྱལ་གྱི་ཀྲུང་གོ་བ་དང་ཏིར་ཁྱི་སྐོར་ཞིག་ཡོང་ནས་རྒྱལ་བའི་ཆག་སྒོ་དེ་འདི་ཡིན་ཟེར་དགོས་ཡ་རེད་མཁོ་བློ་ནི་རེད། ཕྱི་རྒྱལ་གྱི་ནི་སེ་བའི་ཚེ་གོ་ནོ་ཕྱི་རྒྱལ་ཚེ་གོ་ནི་རེད་ཀྲུང་གོ་བ་དེ་ཀྲུང་གོ་དེ་ཕྱི་རྒྱལ་ལ་ངོས་འཛིན་གི་འདུག་ཐང་གི་སྐབས་དེ་བུ་མོ་གི་མི་ཁ་ཤས་ཤིག་དང་ཏིར་ཁྱི་བ་སྐོར་ཞིག་ཡོང་ནས་ད་ཆག་སྒོ་འདི་གི་བུ་ཟོས་ད་འདིའི་སྒང་འདི་འདི་ཆེན་པོ་འདི་མང་པོ་ཡོད་རེད་ད། དེ་གི་ཁོ་དེ་ཧན་གི་མི་རིགས་མ་ཡིན་པ་ཀྲུང་གོ་གི་རྒྱལ་རབས་མ་ཡིན་པ། འོ་དེ་གཅིག་རེད་དེ་ག་ཨ་ལུག་ཧྲན་ཨ་ར་ཁུ་མ་རེད་ཁུ་ཏིར་ཅི་བ་ཟེར་ཡིན་པ་ཁུ་རྒྱུད་པ་ཏིར་ཅི་རེད་དེ་གི་སྟངས་ད་གང་ལྟར་དང་ཨ་ལུག་ཧྲན་གི་གཞི་ནས་ཐང་མག་གི་ནང་ཞིག་ནུ་དཀའ་བ་ད་ཁུ་ཧ་ལི་བའི་དཔའ་རྩིས་ཆེན་པོ་དཔའ་བོ་དེ་འདྲ་གཅིག་རེད་དེ་ནས་སྐད་རིགས་སྣ་ཀ་དྲུག་འདྲ་བོ་དེ་འདྲ་གཅིག་མཁྱེན་གི་འདུག་ཡིན་ནའང་ཁུ་གཅིག་ལྐུགས་པ་ནང་བཞིན་གྱི་ད་གོང་མ་ལ་མགོ་སྐོར་གཏོང་ཡ་དེ་འདྲའི་ཧང་སང་ཡ་གཅིག་རེད་ད་གོང་མ་ལ་ཧ་ལི་བའི་གཅིག་ཨ་ལུག་སྐར་མདོག་སྟོན་ནས་ད་དེ་འདྲ་གཅིག་ཀུའོ་ཧྭ་ལི་བའི་ད་ཨན་ལུའུ་ཧྲན་ནི་རྒྱག་པ་ཟེར་ད་རྒྱག་པ་ཧྭ་ལི་བའི་རྒྱག་པ་ཅིག་རེད་ད། ཡིག་རྙིང་གི་ནང་ན་ཧྲི་རྒྱུད་ཚིག་ལ་ཧྲི་ཧྲི་ལྔ་བཟོ་སྡུག་གི་ཧྲི་ཟེར་གོ། ཧྲི་ལྔ་ཡོད་ཟེར་གོ་ད། ཧྲི་ལྔ་ལབ་དུས་གི་འདི་ཧྲི་གཅིག་ལ་རྒྱ་མ་དེ་འདྲ་གི་ན་རྒྱ་མ་བརྒྱ་དང་ཉི་ཤུ་ཐམ་པ་རེད་ད་དེ་ཧྲི་ལྔ་ཡི་ད་ཚོ་ད་ག་ཚོད་རེད་རྒྱ་མ་དྲུག་བརྒྱ་རེད་བ། འོ་དེ་འདྲ་བྱུང་ནས་གོམ་པ་ཡག་དེ་སྐབས་དེ་ཡན་ན་ར་གྲོ་ཁོག་སོ་སོ་གི་ལག་པ་ག་ཡར་སིན་གྱིས་འཐེན་གྱིས་དེ་གྱིས་མ་འགྲོ་ན་འགྲོ་མི་ཐུབ་ནས་དེ་འདྲ་ཅིག་རེད། ད་ཐེངས་ཀྱི་གོང་མ་གཞོན་ཚོང་ཐིག་ཨེ་ཉིའུ་ཡོང་བ་གི་ཆེད་དུ་ད་གི་ཁོ་གི་ཧུའུ་གི་སྒོར་དྲུག་འཁྲབ་བཏང་ན་ལྡེབ་གཉིས་ཧ་ཅང་ཆེ་ནས་སྐྱི་ལྷོད་ལྷོད་འཁོར་ཐུབ་ནི་དེ་འདྲ་ཞིག་རེད་ད། དེ་ཆེད་ད་གོང་མ་བཀའ་འདྲིའི་ཐིག་ཉིན་ན་དེ་ཞེའུ་འཁྲབ་བྱས་ནས་སྒུག་པ་འདྲ་བོ་གི་བཟོ་ལྟ་དུ་ད་དེ་འདྲ་བོ་བྱས་ད་ཐེངས་ཀྱི་ཁོ་གི་ག་ནི་ཨན་ལུའུ་ཧྲན་གི་གི་ཐེངས་ཀྱི་ཉང་པ་ནང་ན་ཡོད་རེད་ཐེངས་ཀྱི་ཉང་པ་གི་གོ་འདི་ཨན་ལུའུ་ཧྲན་གི་རྟོགས་བརྗོད་ལ་ཡོད་ཅིག་རེད་འོ་དེའི་ནང་དུ་ནི་དེ་ནི

དེ་ཐུགས་མཉེས་བོ་ཅིག་ནི་ད་དེ་འདྲ་ཅིག་རེད། ད་གི་ད་རང་ཚོ་ཨ་ནུ་ཤང་ཁོ་རང་གི་དཀའ་དྲག་རྒྱ་བོ་རྒྱ་བོ་གི་རྩེད་མོ་ཡང་གོས་ཕེ་ཚེ་གོ་ནོ། དུ་ད་ཁོ་རང་གི་མ་ཡར་བྱེད་གིན་ཅིག་ད་མ་ཡར་ལབ་གི་འདུག་ཨ་མ་གི་ཚབ་འདྲ་བོ་བྱས་ཏེ། མ་ཡར་ལབ་གི་འདུག་མ་ཡར་ལབ་གི་འདུག་མ་ཚབ་ལབ་གི་འདུག་དུ་ངས་དེ་ཁ་སང་དེ་ཧོར་གཙང་ཆེན་མོ་ཚང་བཀའ་འདྲི་བྱས་ཤིང་ད་དེ་ག་རེ་རེད་དེ་མ་ཡར་དང་མ་ཚབ་ལ་ཡ་དེ་གོང་ལོང་མི་འདུག་གསུང་གི་འདུག་ད་དེ་དངོས་ནས་རེད་མ་ཡར་ཡར་མ་ཡེར་གཟིགས་མོ་ད་དེ་རེད་ངས་འདི་ནས་མ་ཡེར་འདྲ་བོ་ཅིག་ལབ་གི་ཡོད་རེད་ཤི་གི་ཡོད་དེ་རེད། འོ་ད་ཁོ་མ་ཡེར་གཅིག་དགོས་གི་ཡོད་རེད་ད་རྒྱ་བོ་གི་གཟིགས་མོ་ད་བ་ཁོ་ཨ་མ་གཅིག་དགོས་གི་ཡོད་རེད་ད་ཤག་ཚ་ཤག་འཕུལ་ད་དེ་འདྲ་བོ་ཅིག་ཡོད་དེ་འདྲ་བོ་ཅིག་ནུ་གང་གི་ད་རྒྱ་བོ་གི་པེ་བ་གི་དམིགས་སྲིག་གི་ད་ཤི་གི་ཨ་ལུ་འགའི་ལུ་འདྲ་བོ་ཅིག་ལོག་ད་དེ་གི་ད

ད་རྒྱ་བོད་ཀྱི་ཉེ་འཁོར་གྱི་བློན་པོ་ད་ཡང་གོ་ཀྲུང་ཟེར་བྱུང་ན་ད་བཙུན་མོ་གི་བུ་འཇའ་འགྲོ་གི་རེད། ཁོས་གི་ད་ཨ་ནུ་ཧྲན་གཟབ་གཟུབ་བྱེད་དགོས་གི་འདུག་ཟེར་ཁོ་ཚོ་ད་རྒྱ་བློན་པོ་མང་པོ་ཅིག་གི་གཟབ་གཟུབ་བྱེད་དགོས་གི་འདུག་གཅིག་ནས་སྐོར་སྟོབས་ཤུགས་ཧ་ཅང་ཆེན་པོ་གི་ལོག་ལྟ་བ་རེད། གཉིས་གི་ལ་ཁ་ནས་ད་འདི་ཉེན་ཁ་ཡོད་གི་འདུག་རྒྱ་བོད་ལ་ངོ་ལོག་ཡ་གི་ཉེན་ཁ་ཡོད་གི་ཟེར་ཐང་མང་པོ་ཡ་ར་ཞི་བདེ་གང་དེ་རྒྱ་བོད་ཀྱི་ཆོས་ནས་མ་ཟིན་ཟིག་སེམས་ཁོ་རང་མི་འདུག་ད་གི་ད་ཨ་ནུ་ཧྲན་གི་ད་ལྐོག་ནས་ད

དུ་གི་ཚར་གཅིག་ཧི་གི་མ་བྱས་ན་སྐབས་དུ་ཟད་ད་འགྲན་ཡ་བྱེད་ཁོ་མི་འདུག་ད་ཐང་གི་ནང་ན། དུ་གི་ད། ད་ཁོ་གི་ཀ་རེ་ལ་འདུག་ད་ཁོ་ངོ་ལོག་འདུག་ད་དེ་མང་པོ་འདུག་ཁོ་ཨ་ནུ་ཧྲན་གི་རྟོག་དཔྱོད་གི་ནང་ན་མང་པོ་འདུག་རྣམ་ཐར་ཟེར་ན་འདྲ་ཁོ་ཐང་ཡིག་ཉང་བ་གི་ནང་ན་ད་རྒྱ་མིའི་ཡིག་བྱིན་ནོ་ཟོ་དེ་ཟིག་ད་དེ་ན་ཡོད་རེད། དུ་གི་ད། རྒྱལ་བུ་ཞལ་མཚུངས་ཀྱི་དག་བཙུན་མ་དག་ཁོ་རང་གི་ཨ་མ་ལ་ཡིན་ཟེར་གོང་མོ་དག་གི་སྤུན་མཆེད་བློན་པོ་ཆེན་པོ་དག་གཡང་སྒོ་དྲུང་ཟེར་གོང་མོ་དག་གཡང་སྒོ་དྲུང་ཟེར་གོང་མོ་དག་དག་གི་བཙུན་མོ་གི་སྤུན་མཆེད་ལ་འགྲོ་དག་རྒྱལ་བུ་ལ་ངོ་ལོག་གི་འདོད་ཟེར་དག་དེ་འདྲ་རེ་བ་ཅིག་རང་དག་ཁ་ཡི་རེད་དེ་དག་སྤྱི་ལོ་བདུན་བརྒྱ་དང་ལྔ་བཅུ་ང་ལྔ་ལོ་དག་འདི་ཙོ་ལ་འགྲོ་བར་དག་དེ་དག་དམག་ཆེན་དུ་ལོ་གཡང་ཟེར་གོང་མོ་ས་ཆ་དེ་སི་ར་བགྲང་ལོ་གཡང་ལེན་དེ་ནས་སོ་སོའི་རྒྱལ་པོ་ལ་བརྡལ། ད་ཡན་ཧོང་དེའི་ཡིག་འཛུགས་སོ་སོ་ལ་རྒྱལ་པོ་གཅིག་གི་མཚན་བཏགས། འོ་ད་ཅི་ལུགས་དེའི་རྗེས་མ་ད་ལྟ་ཨར་མ་ཏི་འཛུགས་ད། འདི་ཚ་ས་ནས་བོད་དམག་ཅིག་བཀག་ད་དེ་དེ་དམག་གི་སྟོབས་ཤུགས་ཆེ་ཤོས་དེ་ཕ་ཅིག་བསྐོར་མ་ཐུབ་དེ་ནས་ཁོའི་སྟོབས་ཤུགས་ཆེ་དྲགས། ད་ཁྱོད་ནས་ཨར་མ་ཏི་འཛུགས་དེ་ནས་ལོ་རྗེས་མ་དེ་ལ་ཁྲང་ལང་དང་ཁྲང་ལ་དམག་དང། ཁྲང་ལ་དེ་ནས་གོང་མ་ཞོན་རྫོང་བྲོས། ཁྲི་འདུ་གི་ཕྱོགས་ས་ཕ་ད་ད་ད་གི་ད་ས་བྲོས། དེ་ནས་རྒྱལ་སྲས་ཆེ་བ། ལི་ཧུང་ལ་ཅིག་ར་གོ་དྲི་ད། ཧྲོ་ཧྥང་ལ་སེ་ཀུ་ནོ་ད་ཧྲོ་ཧྥང་ན་ད་འདའ་གི་ད་ཐེན་ཧྲུའི་སེ་ཀུ་ནོ་ས་ཤར་ད་ཀན་སུའུ་ཏི་བ་ལ་དྲི་ད་གི་ད། ཨ་ལུང་ཧྲན་གི་དམག་གྲངས་གི་ད་ཡང་གོ་གྲོང་སེ་ཀུ་ནོ་བློན་པོ་ད་སིལ་ཏི་ནི་ཁྲང་ཡང་ཁར་ལང་དང་སི་ད་ལིན་ཡག་ལང་དང་སི་ད། ད་གི་ད་ཅང་མ་འགོ་ར་ད་ནང་ནས། ད་ནང་འཁྲིག་འདྲ་བོ་ལངས་ད་ཁོ་གཉིས་ན་ད་དྲོད་ནམ་གྱིན་ཁོ་གྲོད་ཁོག་གི་པར་ལོག་དེ་ལ་ད་ཅིག་ཨ་མ་རྒྱབ་ད་འདྲ་མི་འདྲ་ན་ཡ་འདྲ་འདྲ་མང་པོ་ཡོད་ས་རེད་དེ་གི་ད་པར་ལོག་ཅིག་ནས་ཁོ་མིག་ཞར་སོང་ཟིག་མིག་དམར་ག་མ་མཐོང་དེ་ནས་སེམས་ཁུམས་སྐྱིད་པོ་མ་བྱུང་ད་བློན་པོ་བསད་དགོས་ཡ་མི་དགོས་ཡ་ཆ་ཚང་སེལ་ཅང་མ་འགོར་ར་ཁོ་ཚོ་ནང་ནས་ཟངས་ཆ་འདྲ་བོ་ལངས་ད་ཨན་ལུ་ཧྲི་རང་གི་བུ་གི་ད་པ་ལ་ས་དང་ད། ཨ་ལུ་ཧྲན་གྱི་བུ་གཉིས་ཨ་འཆིང་ལ་དགོས་ཁོ་རང་གི་པ་ལ་སེ་ཏང་དང། པ་ལ་སེ་ཏང་གི་ཁོ་རང་རྒྱལ་བོ་དེ། ད་སྐབས་དེ་ནས་ད་ཐང་ཀིར་གྱི་རྒྱལ་བོ་ད་ཐང་གི་དམག་གི་སྐྱེས་ཡ་ཅིག་མི་འདུག་ད་གི་ད་ཁོ་ཀྲི་ཀི་གི་ད་ཀྲི་ཀི་སེ་ཀུ་ནོ་ཧུའེ་ཧི་ཟེར་གི་ད་བོ་ངས་འདི་ཀྲི་ཀི་སེ་ཀུ་ནོ་ཀྲི་ཀི་གི་དམག་དང་མཉམ་འབྲེལ་གྱིས་ད་ཁོ་ཚོས་ཀ་ཅིག་ཟིག་ད་ཧུའེ་ཧི་སེ་ཀུ་ནོ་ད་དེང་སང་གི་ཞིན་ཅང་ད་ཁོ་ཚོས་ཝི་ཝར་ཟེར་གི་ད་བོ་ཀ་འུ་བུད་འདྲ་བོ་ཅིག་བྱེད་དགོས་ན་ད་ཧུའེ་ཧུའེ་ཙི་ནུའུ་དང་འུ་བུད་ཙི་ནུའུ་དག་གི་སྒྲ་ཡིན་ཟེར་གི་འདུག་འུ་དག་གི་སྤྲུལ་སྐུ་གི་དཔའ་དམག་དང་མཉམ་འགྲིག་གི་ད་ཕ་ཅིག་ད་སྤྲུལ་འདྲ་བོ་དེ་སུ་ཅིག་ག་ཅིག་དང་ཟེར་གི་ཅེས་ནུ་ཞིག་ནས་ད་ཨན་ལུའུ་ཧྲན་གི་དག་གི་དམག་སྤྱི་ཨན་ལུའུ་ཧྲན་དག་གི་སེར་བྱ་རྒྱུག་གི་ཨན་ལུའུ་ཧྲན་གི་ཁོ་རང་གི་དམག་སྤྱི་ཧྲི་སི་མིན་ལ་ཞིག་རེད་ཁོ་གི

དབུ་བཙན་པོ་གི་རྒྱལ་དབུ་བཙན་པོ་གི་ཁྲི་སྲོང་ལྡེ་བཙན་གྱི་ད་ཆ་ཚང་གི་ཁྱེད་ནུ་དེར་དམག་ཆེན་ཐང་ཐང་གི་བཞུགས་བ་དྲང། ད་དེའི་སྐབས་དེ་རྒྱལ་བུ་ག་རེ་ཐང་ཏའི་ཙུང་རེད་ཐང་ཏའི་ཙུང་རེད་བོ་ད་འདི་ཐང་གི་ནང་ན་ཅིག་ཐང་ཐའི་ཙུང་དང་ཐང་ཏའི་ཙུང་ཐང་ཏའི་ཙུང་ཟེ་རིགས་མང་རིགས་འདྲ་ཟེ་གསུམ་ཡོད་རེད་ད་ཐང་ཐང་ཐའི་ཙུང་ན་ད་ཁྲི་སྲོང་ལྡེ་བཙན་སྐབས་གི་རྒྱལ་བུ་ར་ཐང་ཐའི་ཙུང་རེད། རྒྱལ་བུ་གཉིས་བ་རེད་ད་ཐང་ཏའི་ཙུང་ན་ད་ད་གི་ཁྲི་སྲོང་ལྡེ་བཙན་སྐབས་ཀྲེ་ཏུང་དུ་ཐང་ཏའི་རྫོང་རེད་ཐང་ཏའི་རྫོང་རེད་ད། ཁོ་གི་ཁྲི་ལོ་དང་པོ་ལ་ད། འདིའི་སྤོ་གི་བཙན་པོ་གི་དམག་རྒྱབ་མདོ། དེ་ནས་འདི་ཁོ་རྒྱལ་ས་ཁྲང་ཨན་འཕྲོག། ད་ཞང་འགྲོ་འགྲོ་ཟིག་ཅེས་དང་ཟིག་ད་འདི་གི་ད། བུ་དམག་གི་རྒྱབ་ནང་འདི་ནས་བཟུང་སྟེ་ད་རྦད་དེ་ཁོ་རང་ད་ཞང་ཐང་དུ་ད་ཉམས་རྒུད་ཀྱི་འགྲོ་བའི་གཙོ་བོ་ད་བུ་དམག་གི་ད་ཉམས་རྒུད་རེད་སོང་ད་དེ། ཐུ་བོ་ཀྲོན་གི་ནང་ན་ར་ཡོད་ད་ཡོད་རེད་སྤྱིར་བཏང་འདི། ཀན་གི་ནང་ན་ཅིག་འདུག་འདིའི། ཧོང་ཁྲོ། ལས་གྲོལ་འཛི་ཅུག་ན་རེ་ད་དེ་ཐང་ཡིག་གསར་མ་གི་ད་གི་ཧོང་ཁྲོ་ཟེ་གུ་ནོ་དེ་ཁོ་ཡང་རྣམ་ཐར་ཟི་ཧོང་ཁྲོ་གི་རྣམ་ཐར་འཛི་ཅུག་ན་ད་ད་ཤུ་ནི་དེ་སི་ཡོང་གི་རེད། ཁོ་གི་ལོ་རྒྱུས་གི་ནང་ན་ད་ད་ལོ་ངོ་བརྒྱ་ཟི་ག་ད་བོད་དམག་གི་གཏོར་བཙུམ་ཡི་མེ་ཧྲག་བཏང་དང་ནང་དུ་ད་ལོ་ངོ་བརྒྱ་ཟི་གི་རང་ད་ག་ལེ་ག་ལེ་ག་ལེ་སོར་སྐྱིལ་གྱིས་ད་ཡང་བསྐྱར་ད་ཁྲང་ཨན་དུ་གྲོང་ཁྱེར་ཡག་པ་ཟི་གི་ཆགས་སོང་ཟི་ད་དེ་འདྲའི་གཏོར་བཙུམ་ཧ་ལས་བ་ཅིག་བྱས་ཡོད་ཟེར་ད་གཏོར་བཙུམ་ཆེན་པོ་ཅིག་བྱས་ཡོད་ཟེར། ད་ཡིན་ན་དེའི་ནང་ག་རེ་ལབ་འདུག་ཟེར་ན་ཐུན་གྲངས་ཁ་ཤས་ཤིག་མ་ཤེས་མི་འདུག་དེ་ནང་ན་ད། བོད་དམག་གི་མེ་དྲ་དང་ཡ་དང་འཕྲོག་བཅོམ་བཅོམ་ཡ་དེ་གསང་ལམ་ཆེ་མ་ཆུང་གསུམ་གི་འགྲམ་ན་ཡོད་ནོ་ད་ཆ་ཚང་ད་མེ་དྲ་དང་བཅོམ་དུ་བྱས་ཡིན་འདུག་ཟེར་ཡིན་ནའང་རྒྱལ་ས་དང་རྒྱལ་བའི་ཕོབ་གྲངས་དང་དེ་ཚོ་ག་གེ་བྱས་མི་འདུག་ཟེར་དེ་མ་ཤེས་ད་མང་པོ་ཅིག་ད་མེ་དྲ་དང་ད་གཏོར་བཅོམ་བྱས་ལོ་ངོ་བརྒྱ་ལྷག་གི་རྗེས་ནས་ད་གཞི་ནས་ད་སོར་ཆུད་སོང་ནོ་དེ་མོ་ཟིག་བྲིས་འདུག། ད་ལྟ་དག་ཐབ་སྦུག་གི་སྐབས་ཀྱི་དུས་ན་ཕལ་ཆེར་ངས་མཐོང་མ་སོང་ཚིག་གཅིག་ནི་ཡང་ན་དང། འོ་དག་ད་གཏོར་སྐྱོན་ཧ་ལས་པའི་ཚབས་ཆེན་བཏང་བ་ཚར་ད་དེ་གཅིག་རེད། རིམ་བཞིན་རིམ་བཞིན་རིམ་བཞིན་ད་དབང་ཤུགས་དེ་ཆེ་རེ་ཆེ་རེ་ཆེ་རེ་ཆེ་ཆེ་རེ་སོང་ད་ཁོ་ཚོ་མཐའ་གི་དབང་ཤུགས་ད་དབུས་གི་རྒྱལ་པོ་ལ་དབང་ཆ་མེད་སྤྱི་ཁྱབ་ད་སྔོན་མ་ན་སྤྱི་ཁྱབ་མཐའ་སྲུང་སྤྱི་ཁྱབ་བཅོས་བཞག་པ་རེད་ད་དཀའ་ལས་དཀའ་ལས་སོ་སོ་སོ་སོ་གི་དཀའ་ལས་དཀའ་ལས་མཐའ་སྲུང་སྤྱི་ཁྱབ་ཆེན་པོ་ཟིག་གི་བཞི་བཅུ་ཞེ་ལྔ་འཕེལ་བཏང་ཟིག།

སྡེ་བཞི་སྟེ་གཟིར་བཟི་ད་ཏི་གི་ཡང་གྲོང་ཚོ་བཞི་གི་གྲོང་ཚོ་བཟི་ན་ད་ཡིན་ཁིམ་བཞི་གི་སྡེ་གཟིར་ད་ནི་ཐང་ཧྲོན་རྫོང་གི་ཀ་བ་ཝང་གཉིས་དང་སི་མ་ཡིད་ཀྱི་སྡེ་གཟིར་བཟི་ད་ད་སྤྱིར་བཏང་དེ་ག་ཡོད་རེད་འདི་ནི་ཡ་པི་སི་བཟི་ད་ཏི་གི་ཨོ་ནེར་ད་རྒྱ་བོད་གི་ལྷོ་ཕྱོགས་རྒྱ་བོད་གི་ལྷོ་ཕྱོགས་ས་ནི

ཨ་རག་དང་བདུད་རྩི་ཟེར་གི་འདུག་བདུད་རྩི་དེ་དེ་ག་རེ་ཟེར་ན་ད་མདོར་བསྡུས་ཀྱིས་བཤད་ན། རྒྱལ་པོ་ལ་དེ་ཐང་བུན་རྫོང་སྐུ་བཟོ་སྒྲུང་ཡག་གི་ཐབས་ཤེས་དང་ས་སྐྱ་ཅིག་གཏན་འཁེལ་གྱིས་དེ་ནས་དམག་དུ་བཟོས་གོང་ས་ཡག་གི་ཐབས་ཤེས་ཀྱིས་དེ་ནས། ས་སྐྱ་ལྟ་བ་ན་གན་ལྷུ་ཟེར་ན་བདུད་རྩི་རེད་འདུག་ད་ཤིང་ཤིང་གི་སྡོང་བོ་ཅིག་འདུག་ཟེར་ལྟ་བ་དེ་ལ་བདུད་རྩི་འབབ་ཀྱི་འདུག་དེ་ནས་གོང་མ་ཆེན་པོ་བག་ཕེབས་ཡོད་དེ་དེ་ཅིག་མཇལ་ན་ཡག་པོ་འདུག་ཟེར་ད་གི་བློན་པོ་ཅིག་གི་ཡང་ཧ་གོ་དེ།

དེ་གཉིས་སུ་བྱས་ཏེ་ད་རྩོད་རྒྱུ་ག་རེ་རྩོད་ཀྱི་འདུག་ཟེར་ན་ཁོ་གཉིས། ད་ཕོ་བྲང་ནང་ལོགས་ནས་ག་རེ་རྩོད་ཀྱི་འདུག་ཟེར་ན་ཁུག་ཆུའི་གྲས་སུ་ཤེས་རིམ་པ། ཡིག་རྩིས་སྟངས་ཡ་ར་བོན་པོ་དཔར་ཡ་དེ་དགོས་མི་དགོས་ཟེར་ད། ཐང་གི་བློན་པོ་དེ་ཚོ་དགོས་ཀྱི་མི་འདུག་ལབ་ཀྱི་འདུག་ད། དེ་གི་ཧན་གཙོ་བོ་སྤྱིར་ནོར་གི་ད་དེ་གི་དེ་ཚོ་གི་དགོས་ཀྱི་འདུག་ཟེར་གི་ད་ད། སྔོན་མ་ངས་ངོ་སྤྲོད་བྱས་ནོར་ད་ཝུ་ཙི་ཐན་གྱི་སྐབས་ནས་བཟུང་སྟེ་ད་ལྟ་དང་བོ་འདི་རྒྱ་མི་དང་ཧན་གྱི་མི་རིགས་དང་དེ་ཚོ་ཡ་ར་ཐན་ཡ་གི་ཆེད་དུ་ཀོ་ས་པ་ཡ་གི་ཆེད་དུ་ད་ཡིག་རྩིས་འདྲ་བོ་ཅིག་དང་ཁ་ཅིག་ད་དེ་དེ་བྱས་དགོས་ནོ་དེར་དེ་གི་རྩོད་པ་དུ་དེ་ལ་ཀ་ཡོང་གི་ད་བ་ནི་ད་ཧན་དང་ཐང་གི་པར་ལོག་གི་དུ་ནི་དབང་ཆ་འཕྲོག་རྩོད་གི་དེར་དུ་བྱ་བ་ཅིག་ནང་ལོག་ན་དུ་བྱས་གི་འདུག་ད་དེ་རྗེས་ནས་ད་ཀ་ཆེན་པོ་ཅིག་ཡོང་ནོ་ཀ་རེ་ཟི་ནི་འདི་དེ་ཟི་ཀ་ཆེན་པོ་ཅིག་རེད་ཐ་མ་ད་ཐང་ཞི་ཙུང་གི་ཀ་བ་ད་ཆན་ཧྥུ་ཟེར་གོ་ད་ལྟ་ཁོ་ཚོ་གི་ཁྲི་གི་ལུགས་དེ་ཆན་ཧྥུ་ཟེར། ལུགས་ལྔ་བ་ཟེར་ན་འགྲིག། ལུགས་བརྒྱ་བརྒྱ་དང་འཛིན་ཆེན་སྟོང་བརྒྱད་ཁྲི། དེ་ནས་བཟུང་སྟེ་ད་སྤྱི་ལུགས་བརྒྱ་བརྒྱ་དང་བརྒྱ་བཞིའི་བར་ད་ཧི་ནན་རྒྱ་རྒྱ་མིའི་གི་ད་རྒྱ་མིའི་ལབ་གོ་ར་ད་ཧན་གི་མི་རིགས་ལྟེ་བར་གྱུར་བ་གི་ད་ས་ཁུལ་གཙོ་བོ་དེ་ནས་ད་ཧྥང་ཁྲའོ་ཟེར་གི་ནོ་ད་འདི་བཀའ་ཆེན་པོ་ཅིག་རེད་ཧྥང་ཁྲའོ་གི་རྣམ་ཐར་ཟེར་དེ་ཡོད་རེད་ཐང་ཡིག་གསར་མ་ནང་ཡང་ཡོད་རེད་ད། འདིའི་ནང་ན་ཁ་ཤས་ཅིག་འདུག་འདིའི་ནང་གནད་འགག་ཁ་ཤས་ཅིག་འདུག་འོ་དེ་གི་ད། དེའི་སྣེ་ཁྲིད་ཁྲིད་ནོ་གོ་འབངས་སྐྱེ་འདོག་ཟེར་ད་འབངས་སྐྱེ་འདོག་ཧྥང་ཁྲའོ་ཕྱི་ཡིག་ལབ་གི་རེད་ད་འབངས་སྐྱེ་འདོག་ཟེར་ད་ཡིན་པ་འདི། ཧན་གི་མི་རིགས་རེད་ད་འདི་ནི་གནད་འགག་ཅིག་འདུག་ད་འདི་འདི་ནས་བོད་དང་འབྲེལ་བ་ཡོད་གི་ད་འདི་བོད་དང་འབྲེལ་བ་ཡོད་གི་ད་གི་ཁོ་ཡར་ལངས་བྱས་སོང་འདུག་ཡར་ལངས་བྱས་ཡ་ད་ལྟེ་བ་ད་གང་རུ་ཟིན་ན་ད་ད་གི་ད་འདི་གང་གི་ནང་ན་ཡོད་ན་ར་ཧོང་ཁྲའོ་གི་ད་གི་རྣམ་ཐར་གི་ནང་ན་ཡོད་ན་ར་ས་ཆ་དེ་ཁིར་ཅིག་ཅིག་ཅིག་ཅིག་ཅིག་ལྟ་སོང་ར་ཆ་ཚང་ད་ད་གི། ཧན་གྱི་མི་རིགས་ཀྱི་ས་ཆ་རྐྱང་རྐྱང་རེད་དེ། འདི་ཁོ་ཚོས་ཡར་ལངས་བྱས་ཡ་འདི་ཡང་བསྐྱར་ཀྲུང་གོ་གི་རྒྱ་རིགས་དེ་རང་བཙན་བྱེད་ཡ་གི་ཆེད་དུ་ད་ཁོ་ཚོ་ཐང་གི་རྔ་ལོག་ནས་རང་བཙན་བྱེད་ཡ་གི་ཆེད་དུ་ད་རྐྱེན་ལངས་བྱེད་ནི་དེ་འདྲ་ཅིག་རེད་ད་ཧུང་ཁྲའོ་གི་ཡར་ལངས་བྱས་ཡ་འདི་འབངས་རྐྱེན་ལོག་ཟིག་མ་རེད་འདི་རང་འབངས་རྐྱེན་ལོག་ཟིག་མ་རེད་ཁོ་ཚོ་ཀྲུང་གོ་གི་སྲིད་དབང་དེ་དོག་དེ་སླར་གསོ་བྱེད་ཡ་གི་ཆེད་དུ་ད་ཡར་ལངས་བྱེད་ནོ་དེ་འདྲ་ཅིག་རེད། ད་ཁོ་ཚོ་གི་ལོ་རྒྱུས་ནང་ན་དེ་ལབ་ཡོད་ནི་མ་རེད་ཡིན་ན་ཡིག་ཚང་ཡངས་པ་ནང་དེ་ཡི་སོང་ན་ཐུགས་གཏུགས་ཡོང་ན་ཏག་ཏག་དེ་ཐུགས་ཐུགས་གོ་ར་ད་དེ་ངས་ཞུ་ནས་ཞུས་ཆོག་པ་གྱིས་ཧོང་ཁྲོ་གི་ད་རིམ་བཞིན་ད་ཐང་ག་མི་གི་ཕམ་པར་རྒྱབ་བཏང་ཟིག་ཧོང་ཁྲོ་ལ་ཡོད་འདི་ཡིན་པ་ཁོ་ཁོ་རང་གི་ཧོང་ཁྲོ་གི་ཐང་ཡིག་གསར་མ་གི་ནང་ནས་ཧོང་ཁྲོ་ལས་གྲོལ་འཛིན་གྱི་ཡོད་ནི་རེད་ཧོང་ཁྲོ་གི་རྣམ་ཐར་འཛིན་ན་འགྲིག་གི་ཧོང་ཁྲོ་ཐོག་བརྒྱུད་འཛིན་ན་འདྲ་གི་ཁོ་གི་ནང་ཁོ་ཡིན་པ་ཅག་པ་གཅིག་རེད། ཚགས་དང་དུ་གཟུགས་ལ་ལྕགས་རྒྱབ་འདྲ་མི་འདྲ་ཅི། དུ་ནི་རྒྱུ་ཆེན་པོ་ཆགས་དུ་ནི་ལྟ། ད་ཁོ་ཐང་གི་ནང་ལོག་ནས་སི་ར། དྲི་ཤུལ་ལ་འོང་རྒྱུ་དུ་གཟུགས་རབ་རིབ་ཅི། དུ་ཀ་ལེ་ཀ་ལེ་ད་ཡིན་པ་ཧན་གི་མི་རིགས་དུ་རིབ་རིབ་ཅི། དེ་ཡོང་ནས་དེ་འདྲ་ཅིག་རེད་དུ་ནི་ད་རིམ་བཞིན་རིམ་བཞིན་ད་ཁྲག་དམག་ཡེར་ཟ་འཕར་དང་དེ་འདྲ་ཅིག་རེད། ཁོ་གི་རྒྱབ་རྒྱབ་རྒྱབ་རྒྱུ་རྒྱ་ཡིས་ད། འདི་ཁྲག་དམག་བཅོ་ལྔ་འཕར། བར་ལོག་ཅིག་ཁྲག་དམག་ཉི་ཤུ་འཕར་འདུག་ད། ད་གི་ད། ཐང་གི་རྒྱ་ས་དུ་ཙུམ་འཁྲོག། འཁྲོག་ནུ་ཞིག་ནི་ད་མདོར་དུས་ཀྱི་ཀྱི་ཧི་ན་ནི། ཐང་གི་ལོ་འབུག་གི་རིམ་པ་གསུམ་པ་ད་གི་ཙུམ་ཀྱང་ལོ་འབུག་རིམ་པ་དང་པོ་གཉིས་པ་གསུམ་པ་ཟིག་ད། བུ་འབུག་གི་རིམ་པ་ཡོད་པ་ཡ་རིམ་པ་གསུམ་པ་གི་ཡན་ཆད་ཆ་ཚང་མེད་པར་དང་རྩ་མེད་དང་དགོ་གི་མེད་ཟིག། རིམ་པ་གསུམ་པ་གི་མན་ཆད་དུ་སོར་འཇོག་འདྲ་བོ་བྱེད། ཁོ་གི་མིང་ལ་ཧྥང་ཝང་ཟིག་ཏི། རྒྱལ་བློན་ཆ་ཚང་ལ་རྒྱལ་བོ་དང་ཁོ་གི་རྒྱལ་བོ་གི་དེའི་གྱོན་པ་དང་བློན་པོ་དང་དེ་ཚོ་ཆ་ཚང་ནག་པོ་ནག་རྐྱང། ང་ཚོ་རྒྱ་ནག་ལ་བས་ཏེ་སྤྱིར་བཏང་ལ་ནག་པོ་གོ་ཉིད་དེ་དེ་ཁོ་ཚོ་ཧན་གི་མི་རིགས་འདི་ནག་པོ་གོ་འགོ་ཟེར་ད་དེ་འདྲ་ཅིག་རེད། ཁོ་གི་རྒྱལ་རབས་ཀྱི་མིང་ལ་ཆི་ཆེན་པོ་ཟིག་ད་ད་ཆི་ཟིག་ཆི། ཆི་ཆེན་པོ་ཟེར་བ་འདི་རེད། ཆི་ཆེན་པོ་ཟེར་ཀུན་སློང་འདི། ཀར་ཏང་གི་ཞུ་ནས་གི་ཆུ་འདི་ཀྲུང་གོ་གི་རྒྱལ་རབས་རེད། ད་ངའི་སྒང་ནས་ནི་ར་ཤི་ཡོད། ད་ངའི་གཞིག་ནས་སྤྱི་བསྡོམས་གི་ནང་འདི་ཡོང་གི་རེད། ཆི་ཀོ་ཟེར་ཀུན་འདི་ཆི། ཆི་ཆེན་པོའི་རྒྱལ་རབས་ཟེར་དུས་དག། ད་ཐང་དམག་དང་ཐང་དམག་དབང་ཐང་ཐབས་ཡོད་གི། ད་ཐང་དམག་གི་སྨྲ་བ་དེ་ནི་ཨར་མ་ལྟ་ན་ད། མི་ཉག་གི་ད་གི་ཐོ་པ་སི་གུང་ཟེར་ཀུན་སློང་འདི་དང་མཉམ་འབྲེལ་གྱིས་ད་ང་ཡི་སྐྱེས་གཟུགས་ཐང་མང་པོ་ཅིག་ཅེས་རོ་ཀུ་ད་མི་ཉག་འདི་དབུལ་གདུང་གི་རྒྱུད་པ་མི་ཉག། ཐོ་པ་སི་ཀོང་ཟེར་ཀུ་ནོ་འདི་ཐོ་པ་སི་ཀོང་ཟེར་ཁོ་ཚོས་དེ་བྲིས་ཆོག་གི་རེད་ད་ཤ་ཀྲིག་ཟེར་གི་འདུག་གི་ཤ་ཀྲིག་ཟེར་ཀུ་ནོ་འདི་དག་རང་ད་ཧྲན་ཤིས་དང་མི་ཉག་གི་རྒྱལ་པོ་ཧི་ཚོ་དེ་ཀན་སུའུ་གི་གན་གི་འདྲིས་མཚམས་ག་ན་ཡོད་ནོ་གི་དེར་བོད་གི་གདུང་གི་གཞི་དེ་རེད། ཐོ་པ་སི་ཟེར་ཀུ་ནོ་འདི་མི་ཉག་གི་ཐོ་པ་སི་ཀོང་ཟེར་ཀུ་ནོ་འདི་ཐང་གི་སྐལ་བ་གཞི་རྩ་ལས་ཟེར་ཀུ་ནོ་དེའི་རྒྱུད་པ་རེད་ད།

རྒྱབ་ན་རེ་ད། ཁོ་གཟུགས་གི་དབྱིབས་སྐྱེ་དུས་གང་དེ་ད་ལྟ་གི། དཔང་འཕྲོ་དང་དེ་ཚོ་རྒྱལ་ཕམ་གི་དྭངས་མ་དུ་ཆུ་ནས་ལུད་ཐུབ་ཀི་མི་འདུག་ད་གི་ད། སྤྱི་ལོ་བརྒྱ་བརྒྱ་དང་བརྒྱ་ཆའི་གྱ་གསུམ་ལོའི་འདི་གནད་འགག་ཅིག་རེད་ད། ཅིན་ཡོན་ཟེར་ཀི་ནོ་ཅིན་ཏང་ཡོན་ཟེར་ཀི་ནོ་ད་འདི་གི། ཀ་རེ་ནི་ལྷ་སྲུང་སྤྱི་ཁྱབ་པ། ཀྲང་ཅུན་ཟེར་ཡོད་གི། འདི་གི་ད་ཐི་བུད་དང་ཨ་ཤ་གི་དམག་ལ་རོགས་པ་བྱས་འདུག་ད་ཁོ་ཅིའི་རོགས་པ་ཅིག་བྱས། ཐུ་བུ་ཏི་ང་ཤ་གི་དམག་ལ་རོགས་པ་བྱེད་འདོད་ད། ཐུ་བུ་ཏི་ང་ཤ་གི་རོགས་པ་བྱས་དེ་གི་ད་མཉམ་འབྲེལ་གྱིས་ད་ཧོང་ཁྲོ་གི་དམག་གི་དམག་གྲངས་བཙུགས་གྲངས་རེ་ད་ཚོ་ཐེངས་གསུམ་མ་གི་བྱས་ཡོད། ཐེངས་གསུམ་མ་གིས་ཐེངས་གསུམ་པོ་ད་ད་གི་ཧོང་ཁྲོ་གི་ད་དམག་ཕམ་སོང་ཟིག་དེ་གི་ད་ཏག་ཏག་འདྲ་བོ་བཟོས་བཏང་ཟིག་ད། དེ་ནས་བཟུང་སྟེ་ད་ཧོང་ཁྲོ་གི་སྟོབས་ཤུགས་ད་དེ་དེ་མ་ཉམས་སོང་ད་དེ་སུག་ཀྱང་མེད་གི་ད་ཉམས་སོང་ཟིག། ད་འདི་ཧ་ལས་བོ་བོ་ཞིག་རེད་ད་འདི་ཧན་གི་མི་རིགས་ནང་ན་བོ་བོ་ཡོད་ས་རེད་ཚིག་ཚིག་གང་ལྟར་ཀྱང་འདི་ཧ་ལས་བོ་བོ་ཞིག་རེད་ད་གི་མཐར་ད་ཐང་མག་གི་ཐང་གི་ཞག་དང་ད་བུ་བཙན་པོ་གི་དམག་དཔུང་དང་ཨ་ཤ་གི་དམག་དཔུང་དང་དེ་ལྟེ་ནས་ཁྱེར་སོང་ད་ད་རྗེས་མ་དེ་ད་ཁོ་དཔོན་འཕྲོག་འདི་ད། དམག་ཆིག་སྟོང་ལྷག་གཟིགས་མ་ཞིག་ལྷག་མེད་གི་སྐྱིད་སྐབས་དེ་དག་ཁོ་གི་ད་ད་དམག་མི་དེ་ཚོ་ཁོ་ཁོ་རང་གི་མགོ་བོ་དེ་བཅད་ཤོག་བཅད་ཤོག་ག་ད་ཐང་གི་རྒྱལ་བོ་བ་ཕུ་ཤོག་ར་ཁྱི་གཟུགས་གི་སོག་ཐར་འགྲོ་གི་རེད་ཟེར་དེ་ཤ་དེ་གང་དེ་ཁོ་གི་རོགས་པ་ད་དམག་སྟོང་གཅིག་ལྷག་གཟིགས་གོ་གི་ད་གི་སུ་གང་གི་ཁོ་མ་སི་གཟིགས་མ་སི་དེ་གང་དེ་ཁོ་སོ་སོ་སོ་སོ་གི་སྐེ་ལ་དྲིས་ཀྱི་ཁོ་རང་གི་གང་གི་སྐེའི་བྲག་ཁོ་རང་དེ་ནས་ཤི་སོང། ཤི་སོང་ནས་རྗེས་ལ་ད་ཁོ་གཟུགས་ཀྱི། ཁོ་མགོ་དེ་ཅེར་དེ་ནས་ཐང་གི་ཐང་ཁུར་གྱི་རྒྱལ་བོ་ཡ་ར་ཕུལ། ཕུལ་དེའི་སྒང་ནས་ད། ད་དེའི་ནང་ནས་ཁ་ཤས་གཟིགས་ས་དང་ཟིག་ཕུལ་ཕུལ་ནས་མགོ་དེ་ཚ་ས་མེད་ཡིན་ན་ར་དམག། མང་པོ་གི་ད། ཚེ་སྲོག་ནས་རུ་སྐྱོབ་ཐུབ་སོང་ཟིག་ད་དེ་འདྲའི་དཔའ་བོ་ཅིག་རེད་ད་ཁོ་ད་གི། འདིའི་ཧོང་ཁྲོ་ཟེར་གི་ནང་དུ། ད་དེ་འདྲའི་དཔའ་བོ་ཅིག་རེད། ད་དེར་ད། ཁོ་གི་ད་གི་ཆིས་ཟི་རྒྱལ་ཁབ་ཅིག་བཙུགས། ཀྲུང་གོ་གི་རྒྱལ་རབས་ཅིག་རྒྱལ་ཁབ་ཅིག་བཙུགས་ད་ད་ཨར་མ་ཏི་ནི་རེད་བོད་དམག་གི་དག་དག་བཟོ་བཟོ་སོང་རེད་ད། བོད་གི་གདུང་གི་མི་ཉག་དང་ཨ་ཤ་དང་འུ་བཙན་པོ་གི་དམག་འུ་འདི་ཆོས་སུམ་ཅར་འདི་ནི་གནད་དོན་ཅིག་བར་དེང་དེ་སུ་དེ་ཤི་འུ་འདི་ཆོས་གི་ད་ཁོ་གི་ཀྲུང་གོ་གི་རྒྱལ་རབས་དུ་ཐང་ང་རོག་པ་ཅིག་ཁྱེར་སོང་ནས་བཙན་པོ་བཟོས་དང་ཟིག། ད་དེའི་རྗེས་ནས་ད་ཡང་བསྐྱར་ད་ལྟ་གི་ཝང་ཁྲའོ་ཟེར་དགུ་ནོ་ད་གི་གྱེན་ལངས་ཅིག་ནོ་དེའི་ནང་ང་ཞུགས་མྱོང་ནས། སྤྱི་ལོ་བརྒྱ་བརྒྱ་དང་བདུན་ཅུ་དུང་ང་ལོ་ནས་ད་ལྟ་གི་ཞུགས་ནོ་གི། ཀྲུའུ་ཝུན་ཟེར་དགུ་གི་ད་འདི་ད་ཐང་མེད་པ་ར་དང་ནོ་ད་དེ་དུ་གཙོ་བོ་ད་འདི་རེད། འདི་ཀྲུང་གོ་གསུངས་འདི་འདི་ཧ་འགྲིག་འདུག་ཀྲུའུ་ཝུན་ཙེ་སྐུ་ནོར་འདི་འབངས་སྐྱེས་འདུག་གོ་ད་དབུ་ཁྲིད་ཀྱི་སྐྱེས་དང་མ་ཧྥང་ཁྲའོ་གི་ཡར་ལངས་སྐྱེས་དགོས་ཐོག་དང་པོ་ཁོ་ནང་ལ་ཞུགས་འདི་ནི་ཨར་མ་སྟོན་ད་བོད་པོ་བཙན་པོ་གི་དམག་དང་འདི་གི་ཨ་ཤ་དང་འདི་གི་རོགས་པ་མ་བྱས་ནུ་ཧན་ཏག་ཏག་གོ་ད་ལ་ཁོ་ཐང་ལ་ཐང་འགོ་དགར་དང་ཟིག་སྤྱི་ལོ་གྱ་བརྒྱ་དང་བརྒྱ་ཆ་གྱ་གཉིས་ལོ་ཐང་ལ་མགོ་བཏགས་ཡང་བསྐྱར་གྱེན་ལོག་ལ་ཕར་བྱས་ཡོང་ན་དེ་རོགས་པ་འདྲ་བོ་ཅིག་དེ་འདྲ་འགྲོ་བོ་ཅིག་ད་ཡང་ཁོ་གི་ས་ཆ་དེ་བ་ནས་ལིའང་ཝང་ཟིག་ད་ཁོ་ཅིག་དུ་མོ་ཐོབ་ཟིག་འདྲ་ཟིག་སྤྲེལ་དེ་གི་ཆོ་ལོ་ཟིག་འདྲ་ཟིག་སྤྲེལ་དེ་དུ་ཅིག་བསྡད་ཟིག་ད་དུ་ཅིག་བསྡད་དེ་ནས་བོད་དམག་དང་ཨ་ཞ་དང་དེ་གི་དམག་དུ་ཟུག་རོགས་པ་ཅིག་དེ་ནས་ཅིག་ཚར་སོང་ཞིག་ནི་ད་སྤྱིར་བཏང་སྤྱིར་བཏང་ནི་བྱ་ཞོག་ནས་བར་ལོག་དུ་བ་ལ་ད་ད་བཞི་ནས་ད་གི་ཀྲུའུ་ཝུན་ཟེར་གོང་དུ་གི་ད་ཡང་སྤྱིར་ཧི་ནན་ཟེར་གོང་ནོ་ད་ཧི་ནན་ཡིན་ན་ད་གར་ཀྲུང་གོ་གི་རྒྱལ་ཧན་གི་མི་རིགས་ལྟེ་བར་དུ་ལྟེ་བ་བཟུང་ད་དང་ཡང་སྤྱིར་རྒྱ་སྤྱི་ཅིག་ད་བྱས་སོང་ད་སྟོབས་ཤུགས་དུ་བེད་དེ་གི་ནང་ད་ཧན་གི་སྟོབས་ཤུགས་དུ་ད་ཇེ་ཆེ་སོང་ཟིག་ཇེ་ཆེ་སོང་ད་ཤོག་ཁག་དེ་ཇེ་ཆེ་སོང་ད།

བཙན་བཀའ་དང་ནི་ད་ཐང་རྦད་དེ་ཁོ་ན་ད་ནུས་པ་མི་འདུག་ཐང་གི་གྲོགས་བཙོང་ཟེར་གོ་ནོ་དེར་ད་ཐང་གྲོགས་བཙོང་ཟེར་གོ་ནོ་དེ་ད་ཐང་གི་ཡར་ཐ་མ་ནི་ཡར་རྩིས་ན་ཐ་མ་ནི་ཡར་ཡར་རྩིས་ན་གཉིས་པ་དེ་རེད་བཙན་གི་ད་དམག་དང་དེ་བཙན་བཀའ་དང་མ་ར་གློ་གཡང་ལ་མ་ར་གདན་དྲངས་བ་ཡིན་ཟེར་གདན་དྲངས་ཡ་ཞིག་མི་འདུག་བཙན་པོ་ཆེ་མ་ར་གློ་གཡང་ལ་ཁྲི་གློ་གཡང་ནི་ད་གྲོགས་བཙོང་གསལ་བཏང་ཟིག་གསལ་བཏང་གི་ཁོ་རང་གི་སྲས་ད་རྒྱལ་བོ་ཐ་མ་ར་ཐང་གི་རྒྱལ་བོ་ཐ་མ་ཐང་ཨའི་དུས་སུ་དང་སྐད་རྒྱག་ས་ཅིག་མཁོ་ག་འདྲ་བོ་བྱེད། དེ་ནས་ད་ཕྱི་ལོ་དགུ་བརྒྱ་དང་ལོ་དང་གི་ལོ་ད་ད་རྒྱལ་སྲིད་བཟང་སྤྲུལ་ཡི་བཟང་བོ་ངེས་ནས་ད་ཁོ་གི་ཐང་ཨའི་དུས་གི་གྲུ་བོན་ཟེར་གོ་ནོ་དེ་ལ་སྤྲད་རྩིས་ད་དེ་བཟང་སྤྲུལ་ཅིག་མི་འདུག་འཕྲོག་བྱ་འདུག་ད་ཁོ་ད་རང་ཁྲག་དང་གཡོག་ཡག་པོ་ཅིག་འཕྲོག་དང་ད་དེར་དེ་ནས་ད་ཁོ་རང་རྒྱལ་བོ་དེ་རྒྱལ་རབས་ཀི་མིང་ལ་ལི་ཨང་ཟེར་དགོ་ནི་ད། ཁྲི་ལོ་ལ་ཁའི་ཕིང་གཟིགས་ད་ཐིག་ཐོག་ནས་དེ་ལོ་རྒྱུགས་ད་ལིའང་ཇི་མ་ཟེར་ན་ད་འདི་ནས་ད་ཐང་རྫོགས་སོང་བར་ད་དེ་དེ་ནས་བཟུང་ད་ཐང་ཆེན་པོ་ཐང་ཁུལ་ཆེན་པོ་གི་རྒྱལ་རབས་རྫོགས་སོང་ནས་ཡིན་ན་ར་རྗེས་ནས་ཐང་གཅིག་ཡོང་ཡོད་ནི་རེད་ད་ཁོ་བཤད་གྲ་གཅིག་འབྱུང་ཡོད་མ་རེད་ད་དེ་ཡང་ཐང་ཇི་མ་ཟེར་ཀི་རེད་ད་འདི་ནས་བྱུང་འཇུག་གི་རྒྱལ་རབས་ལྔ་བྱུང་ནི་རེད་ད་ལྔ་ཟེར་ན་ར་ད་རྒྱ་ནག་གི་དེ་རྒྱལ་རབས་དེ་འདྲ་གཅིག་བྱུང་བ་རེད་མིང་འདྲ་བོ་རྒྱ་ནག་གི་ཐང་མ་སྲིན་ནི་ན་བཞི་རུ་ད་དེ་འདྲ་ཞིག་བྱུང་བ་རེད། དེ་ཆ་ཚང་བ་ད་ཧུག་ཧུག་ལབ་ཁར་ད་རྗེས་མ་རྗེས་མ་རྗེས་མ་ཟེར། རྗེས་མ་དེ་དག་གི་བོད་ཡག་རྒྱུ་མཚན་ག་རེ་ཟེར་ན་སྔོན་ན་རྒྱ་རབས་དུ་བཟོ་བའི་མིང་དུ་བྱུང་དང་ནོ་གོ། ཁོ་གི་ད་རྗེས་མ་རྗེས་མ་རྗེས་མ་ཟེར་དག་བ་ནི་ད་འོ་དེར་དེ་གི་ད་ཐང་གི་རྒྱ་རབས་དུ་རྫོགས་སོང་བ་རེད་ད། ཐང་ཆེན་པོ་གི་རྒྱ་རབས་རྫོགས་སོང་བ་རེད། རྦ་དེ་གོ་རང་ད་མགོ་སྟངས་བཟོ་སྟངས་རེད། ད་དེ་གི་སྟངས་ན་འདི་ན་གནད་འགག་བཟོ་ནོ་ག་རེ་རེད་ཟེར་ན། དཔོན་ཕྲུག་གི་ད་གི་རྟོགས་བརྗོད་བཙལ་གི་ནོ་དཔོན་ཕྲུག་གི་རྣམ་ཐར་བཙལ་གི་ནོ་ཐང་ཐང་ཡིག་གསར་མ་གི་དེའི་ནང་དུ་བ་ལ། ད་ལྟ་འདི་གི་འདས་བར་ད། སྤྱི་ལོ་བརྒྱ་བརྒྱ་དང་བརྒྱད་ཅུ་གྱ་གཉིས་གི་ལོ་དེ་དག་བརྒྱད་ཅུ་གྱ་གསུམ་གི་ལོ་ལ། འོད་བཙན་པོ་གི་དམག་དང་ཨ་ཤ་གི་དམག་གི། ད་གི་ཁོ་ཟོ་གི་ཀྲུང་གོ་གི་རྒྱལ་རབས་གཟིགས་ཚིག་ནོ་གི་ད་གི་ཆི། ད་ཁོ་ཟོ་གི་ལོ་རྒྱུས་ཀྱི་ནང་ན་ཀྲུང་གོ་རྒྱལ་རབས་ཟིག་ལབ་ཡོད་བ་མ་རྒོ། འདི་འདི་ང་རང་གི་དབྱེ་ཞིབ་སྒང་ནས་འགྲོ་གི་འདུག་འདི་དབྱེ་ཞིབ་སྒང་ནས་ཡིག་ཚང་ཐོག་ཐིག་འགྲོ་གི་མ་ཤེས་ངས་རང་ཨ་ད་ག་ཟིག་གི་གོ་མ་རེད་དེ་གི་སོང་ན་ད་ཏུ་རྫོགས་དང་རེད་ན་བརྒྱ་བརྒྱ་དང་བརྒྱ་ཆའི་གྱ་གཉིས་ལོ་དེ་བོད་ཀྱི་དམག་དེ་འདྲའི་ད་དཔོན་ཁྲོ་ག་དམག་ཁྲག་དམག་བཅོ་ལྔ་ནས་ཉི་ཤུ་བར་ལོག་ལ་ཕམ་པར་རྒྱབ་ཐུབ་ཉིན་དེ་འདྲའི་བཙན་པོ་གི་དམག་ཟིག་ག་བ་ཡོད་དགོས་གི་རེད་དེ་གཅིག་རེད་དེ་ནས་ཨ་ཤ་གི་དེ་འདྲའི་དམག་གི་སྟོབས་ཤུགས་ཆེན་པོ་ཟིག་ག་བ་ཡོད་དགོས་གི་རེད་ད་སྤྱིར་བཏང་ན་རྒྱལ་པོ་མཐའ་མ་ད་གླིང་དར་མ་དུ་ད་མང་ཆེ་ཤོས་ཟིག་གི་གསུང་ན་ད་རྡོ་རིང་གི་ཡིག་དབྱིབས་དང་རྒྱ་ནག་གི་ཡིག་ཚང་དུ་ཟུག་བཙན་གི་མོད་ད་རྒྱ་ནག་ཡིག་ཚང་ནི་རེད་རེད་ཅེས་འདི་རྡོ་རིང་གི་ཡིག་ཡིག་དབྱིབས་དུ་ཁུངས་བཙན་གི་མོད་ད་དེ་གི་གསུང་ན་དེ་ཁྲི་ར་བ་ཅན་གི་ཁྲི་ལོའུ་དང་ད་དུ་ཆུ་དུ་ཅན་པོ་དུ་ས་བོ་ཅི་ཡོང་འདི་གང་དེ་ད་ཕ་སྤྱིར་རྒྱ་བརྒྱ་དང་ཞེ་དྲུག་གི་ལོ་དེ་གྲོངས་དང་ཟིག་མོད། གླང་དར་མ་སྒྲུང་དང་མཚུངས་ད་བརྒྱ་བརྒྱ་དང་བཞི་བཞི་བཤད་ཁྲིགས་ན་ད་ལོ་ངོ་དགའ་ཚིག་འགོར་འདུག་བརྒྱ་བརྒྱ་དང་བཞི་བཞི་བརྒྱག་གསུམ་གི་སྐབས་དུ་བ་ལ་འདི་བ་ཅིག་ན་འདི་འདྲའི་འུ་བཙན་པོ་གི་དམག་འདི་འདྲའི་སྟོབས་ཤུགས་ཆེན་པོ་ཅིག་ད་ག་འདྲ་ཞིག་ཡོང་དགོས་རེད་ད་འདི་ནི་གནད་འགག་ཅིག་རེད་དེ་ནས་ཨ་ཤ་འུ་བཙན་པོ་གི་དབང་ཡོག་བ་འདིའི་ཤ་ཤ་བོ་རེད་དེ་གི་ཨ་ཤ་གི་ཨ་ཤ་གི་དམག་འདི་འདྲའི་སྟོབས་ཤུགས་ཆེན་པོ་ཟིག་ག་བ་ཡོད་རེད་དེ་སུ་གི་འདི་འདི་བྱས་ཡ་རེད་འདི་འདི་འདི་གནད་དོན་ཅིག་རེད་འདི་བསམ་བློ་བཏང་ཡ་ཅིག་རེད་ད་ཡིན་ན་ཡང། ད་སྤྱིར་བཏང་གི་རྒྱ་ནག་གི་ཡིག་ཚང་དང་དེ་ནས་རྡོ་རིང་གི་ཡིག་ཚང་དུ་ཁུངས་བཙན་པོ་ཡིན་ཁུག་འདི་གནད་དོན་གཅིག་ཆགས་ཡོད་དེ་མ་ཤེས་ད་གཟོད་རྒྱལ་བཙུན་གྲགས་པ་རྒྱ་མཚན་ཚང་གི་འོད་ཀྱི་རྒྱལ་རབས་དེ་ལྟ་བུ་ཟིག་ཡིན་གྱི་ན་ད་གླང་དར་མ་ག་ཚོད་རེད་སྤྱི་ལོ་དགུ་བརྒྱ་དང་གཉིས་རེད་བ་དེ་གི་ལོ་གྲངས་རེད་ད་དེ་ཡིན་ན་ད་དག་དག་ཡོང་དགོས་རེད་ད་དག་དག་ཡོང་དགོས་རེད་ད་འདི་བྱུང་ན་འགྲིག་གོ་ནི་རེད་དེ་ནས་རྒྱལ་རབས་དང་ཤུལ་འཁྲིག་གྱི་མེ་ལོང་ཟེར་གོ་ནི་དེ་ལྟར་ན་ག་ཚོད་དགུ་བརྒྱ་དང་དྲུག་རེད་བ། དེ་ལ་གླང་དར་མ་དྲོངས་ཟེར་གོ་ནི་ད་དེ་ལྟར་སོང་ན་ད་འདི་འདྲའི་སྐོར་འདི་ན་འདི་འདྲའི་དམག་ཤུགས་ཆེན་པོ་ཁྲག་དམག་བཅོ་ལྔ་ཉི་ཤུ་ལ་གདོང་ཐུག་ཕམ་པར་རྒྱག་ཐུབ་པ་གི་འདི་འདྲའི་བུ་བཙན་པོ་གི་དམག་གི་སྟོབས་ཤུགས་ཅིག་ཡོད་པ་ཡིན་ན་དེ་ཡོད་ཆོག་ཆོག་ཅིག་ཡོང་དགོས་པ་རེད་དེ་མ་ཤེས་ད་གླང་དར་མ་དྲོངས་ནོ་ཟ་ཐུབ་ར་ད་ད་ཕལ་ཆེར་འདི་འདྲའི་དམག་གི་སྟོབས་ཤུགས་ད་གླང་དར་མ་བཞི་བཅུ་གཅིག་ག་དྲོངས་བ་དང་ད་བཞི་བཅུ་ནས་ལྔ་བཅུ་དྲུག་བཅུ་བདུན་བཅུ་བརྒྱ་བཅུ་ད་ལོ་ངོ་བཞི་བཅུ་གཅིག་གི་རྗེས་ལ་ད་ལྟ་ཏང་ཨུ་འདི་འདྲའི་པུ་ཙམ་པོ་གོ་དམག་གི་སྟོབས་ཤུགས་ཅིག་འདུ་བ་ཅིག་ན་ག་འདྲ་བྱས་ནས་ཡོད་དགོས་རེད། ད་མེད་པ་ཡིན་ན་ཁོ་འདི་ཐང་ཡིག་གསར་མ་གི་ད་འདི་གང་གི་ནང་ན་མི་འདུག་ཕལ་ཆེར་མི་འདུག་འདི་ངས་མཐོང་མ་སོང་ངས་ཅིག་སྔོན་མ་ཅིག་ངས་ལྟ་ཡིན་དྲི་ད་ཐུ་བོ་ཀྲོན་སི་ཀུ་ནོ་ད་གི་ཐང་ཡིག་གི་ནང་གི་དབུགས་གི་སྐོར་གི་དེ་ནི་ངས་མཐོང་མ་སོང་ཅིག་བྱས་ན་ཡོད་ན་ཐང། ཨོ་ད་གི་ད་གི་འདི་ཐུ་བོ་ཀྲོན་གི་ནང་ན་མི་འདུག་ད་གི་ཧོང་ཁྲའོ་ལེ་ཀྲོན་ཟེར་གི་ནོ་དེའི་ནང་དུ་ད་བ་ན་ཨ་ཧྲི་སི་ཧྲི་ཟེར་གི་ནོ་ཛི་ནི་རྒྱལ་རབས་དེབ་ཐེར་ཆེན་པོ་ཉེར་བཞི་ཟེར་གི་ནོ་དེ་གི་ཡ་གྱལ་ད་གི་ཐང་ཧྲུའུ་གསར་མ་གི་ཧོང་ཁྲའོ་གི་ལོ་རྒྱུས་གི་ནང་ན་འདི་འདྲ་ཞིག་ཡོད་པ་རེད་ད། ཨོ་ད་དུམ་མོ་གཅིག་རེད་ད་དེ་གི་སོང་ན་ད་འདིར་ད་ངས་འདི་ནས་མཉམ་འཇོག་ཡ་གཅིག་ག་རེ་རེད་ཟེར་ན། ད་འདི་ཀྲུང་གོ་གི་རྒྱལ་རབས་རེད་ངས་ག་རེ་བྱས་ནས་ལབ་དགོས་པ་ཟེར་ན། ད་སྔི་ན་འདིར་ད་གང་གང་མ་སོང་བ་ན་སྔི་ན་འདི་རྒྱལ་རབས་སློབ་མ་དང་ཞང་མ་ཟེར་ནན་ཁྲོ་བེ་ཁྲོ་ཟེར་དགོས་ནོ་དེའི་སྐབས་དེ་སློབ་མ་དེ་ཆ་ཚང་ཀྲུང་གོ་གི་རྒྱལ་རབས་རེད་ཟེར་ཀྲུང་གོ་གི་རྒྱལ་རབས་ནི་སུང་ཆི་ལིའང་ཁྲིན་འདྲ་བ་རྒྱལ་ཁབ་དུ་བཞུགས། དུ་མ་ཞིག་ཀྲུང་གོ་གི་རྒྱལ་བ་འགྲོ་འོང་མར། དེ་གི་སྟེང་ན་ད། དེ་ཞིག་ནི་ད། ལྷོ་བྱང་གི་རིག་གནས་བཅས་སོང་ངོ་ད། མར་ཀུ་རེ་ད། བེ་ཁྲའོ་དང། གང་གི། བེ་བྷེ་དང་དུ་མར་བསྐུར་ཡོང་དང་ད། བེ། བེ་བྱང་མ་དང་དུ་མར་བསྐུར་ཡོང་དང་དུ་ནི། དྲུག་བྱང་མ། དེ་རྗེས་ནས་ད། སུའི་རྒྱལ་བ་དང་དང་ནི་སུའི་རྒྱལ་བ་དང། འདི། ཐང་རྒྱལ་བ་འདི་ཀྲུང་གོ་གི་རྒྱལ་བ་འགྱོ་འགྲོ་ས་འགྲོ་འོང་མར། དེ་གི་སྟེང་ན་ད། ཐང་ཆེན་པོ་གི་བཅས་སོང་ཀྲུང་གོ་གི་རྒྱལ་བ། ད་གི་འདི་བྱུག་སུས་སོང་ན་ད། རྒྱལ་ཁབ་འདི་བཞུགས་སུས་སོང་ན་ད།

ཕྱིའི་ཟས་ཀུན་ནོ་ད་ལྟ་རྒྱ་རབས་འདིའི་རི་བོའི་ནང་གི་ཕྱིའི་ཟས་ཀུན་ནོ་འདི་ཡང་སྐྱར་ལངས་རྒྱུ་ཅིག་བྱས་ར་འདི་ལངས་རྒྱུ་ཅིག་ནོ་ད་ད་གི་སྒང་ན་ངའི་ཤེའུ་ནོ་དེར་ཧོང་ཁྲའོ་ཟས་ཀུན་ནོ་འདི་གི་ལངས་རྒྱུ་ཅིག་ཅེས་མ་འང་ནར་རྫོགས་བཏང་ར། དེ་བྱས་ནས་ད་ཀྲུང་གོ་གི་རྒྱ་རབས་ད་སྒང་ན་ནམ་པའི་ཁྲོ་གི་ད་གི་རྒྱ་རབས་ལྷོ་མ་གི་ནང་ན་དེ་བྱས་ནས་ད་འདིར་ལེའང་ར། ཡང་སྤྱིར་བླང་དང། ལེའང་བླང་དང། ལེའང་བླང་ཡི། ད། ཐང་རྫོགས་དང། ཐང་རྫོགས་དང་ད་ལོ་ངོ་དྲུག་ཕྱི། ལོ་ངོ་དྲུག་ཕྱི་རེ་མ་རེད་ལྔ་ཕྱི་ལྔ་གསུམ་ར་གཅིག་རེད་གཅིག་གི་རྗེས་ལ་ད་ཡང་སྤྱིར་ད། གསུམ། ཁྲི་ན། བྲག་འགུལ་མེད་སོང་ནི་མ་ཤེས་ཆ་ཚང་ཀྲུང་གོ་གི་རྒྱལ་རབས་ཡར་ལངས་རེད་འདི་ཆ་ཚང། ཐང་ཆེན་པོ་གི་བཟུང་སྟངས་ནི་ཀྲུང་གོ་གི་རྒྱལ་རབས་འདི། བཟུང་སྟངས་ཁྱེད་ཚོ་ད་ཁོ་ཚོ་ཡར་ལངས་བྱས་ནི་ད། འདི་གསལ་ཁ་གཅིག་ག་བཏོན་ཡོང་ནི་མ་རེད། རྒྱ་མིའི་རྒྱལ་རབས་ཀྱི་ནང་ན་ས་ཁ་ཕྱི་ཁ་དང་ནང་ན་མར་ར་བའི་ར་བའི་ཉག་གཡས་ཉོག་གཡས་འདྲ་བོ་ཅིག་ཁྲིག་ཁྲིག་དང་བྱ་བར། འདི་མར་ཞིབ་འཇུག་བྱས་སོང་ལ་ད་ག་རང་ཁོ་ཚོ་དུག་དུག་ཡོང་དང་ད་ད་འདིའི་ལོ་ངོ་ལྔ་བཅུ་ག་ཚོད་ཟིག་རེད་ད། ལྔ་བཅུ་ཆ་གཅིག་གི་རྗེས་ལ་གང་ལྟར་ཀྱང་དགུ་བརྒྱ་དྲུག་ཅུ་ཐམ་པ་ལོ་ལ་བོད་སོང་ཚིག་དང་སོང་སོང་གྲོ་ཁོང་ཡིན་གི་ད་གི་སོང་བྱང་མ་ཚིག་དང་དེ་རྒྱ་ནག་གི་རྒྱལ་རབས་ནི་བྱང་མ་ལྷོ་མ། དེ་ནས་ད་རྒྱ་ནག་གི་རྒྱལ་རབས་ད་ལྟ་གི་མིང་རྒྱལ་རབས་ད་ལྟའི་ཡོང་ནས་ད་ལྟ་གང་ལྟར་ཀྱང་འདུག་ད་དང་ཁོ་ཟོ་ཐང་ཆེན་པོ་གི་རྒྱལ་རབས་ཀྱི་བར་སྐོར་ཡག་ང་དེ་དང་དེ་ད་ཡང་བསྐྱར་རང་བཙན་བྱེད་ཡག་གི་འོ་ད་དེ་བྱེད་དགོས་ནོ་གི་ཧ་གི་ཅིག་རེད་ད་གི་ད་འདིའི་ནང་ནས་ཅི་ཞིག་ལ་ལ་ངས་ཁོ་གི་ཆེ་གི་རྒྱལ་ཁབ་ཟིག་ཡང་བསྐྱར་ཀྲུང་གོ་གི་རྒྱལ་རབས་ཟིག་བརྩིག་རེས་རྫོགས་སྟངས་ར་བོད་དང་ད་ནས་ཨ་ཤ་དང་འདི་མི་ཉག་དང་འདི་བཟོ་གི་རོགས་པ་ཅིག་རྫོགས་སྟངས་ར་ད་ཡང་བསྐྱར་ཁོ་ཟོ་ཤི་ར་སོང་ནས་རྗེས་ལ་ད་ཐང་རྫོགས་དང་དང་ཡང་སྐྱེར་དག་གི་ལེ་ཨང་ཚིག་གོ་མི་འདར། འདི་ཀྲུང་གོ་གི་རྒྱལ་རབས་རེད། འོ་ད་རྒྱ་མི་གི་རྒྱལ་རབས་རེད། འོ་ད་དེ་འདྲ་ཅིག་རེད། ད་དེ་རྗེས་ནས་ད་ཐང་གི་རྒྱལ་རབས་ད་དེ་ནས་ད་རྫོགས་སོང་ཁ་བོ་ཆེ། ད་རྗེས་མ་ནི་ལི་ག་རེད་ད། རྒྱལ་རབས་ལྔ་དང་ད་བཅུ་ཟེར་གོ་མི་འདར། ཡ་ཡ་ན་ད་དེ་འདྲ་ཅིག་དགོངས་དག་ད་དེ་རང་འདི་འདྲ་ཅིག་མ་བྱེད་ད་མི་འདྲ་བོ་ལོག་ད་དགོངས་དག་ཡ་ཡ།